ལགས་སོ། ད་དེ་རིང་ཡིན་ནའི། འཛམ་གླིང་ས་ཆུ་གང་ས་ནས་བཞུར་ཡོད་པའི་གི་ནའི་བོད་ཁ་བ་གངས་ཅན་གྱི་ལྗོངས་ཀྱི་ཕྱི་སྲུང་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཚང་མ་ག་ལ་ཚང་འདྲའི་བཀྲ་ཤིས་བདེ་ལེགས་ནི་ཀུན་ཁང་བཟང་ཟེར་ཞུ་ཡ་ཡིན་རྣམ་པ་ཚོ་སྐུ་གཟུགས་བདེ་ཐང་དང་བྱ་བ་ལམ་འགྲོ། ཉེ་བའི་མེས་ཚེ་རིང་བ་ཡག་གི་སྨིན་དུས་ཞུ་གི་ཡིན། དེ་དང་ཆབས་ཅིག་པའི་གི་ད་རྣམ་པ་ལྷན་རྒྱས་ཚང་མ་ག་ལ་ཡ་ད་རིང་ཀ་མེད་ཞུ་ཡ་དེ་གི་ཐོག་ལ་ནས།

ཨ་ནི་ཅི་ཡིས་མགོ་ལ་རྒྱ་བ་རིགས་ལྔ་དང་ཅི་དེ་ནས་ཡར་དུ་ཏུ་རྩ་གསུམ་གྱི་ཚེ་བཞི་པོ་ཅི་ཡ་ཅི། རྟོག་པ་ཅི་མ་འདྲ་བ་ཅི་ཡ་དང་ཅི། ཨ་ནི་ཁུ་ལས་ཡ་དེ་ཅི་ཀུ་ལས་ཞོ་གང་འདྲ་བ་ཅི་ཡ་ཆོས་ཡོད་ཀྱི་མ་དྲན་གྱི་འདུག་རོ། ཡིན་ན་ཡང་ད་ལྟ་ང་ཚོ་བོད་པ་སྤྱི་ཚོགས་ནང་ལོ་ལོ་ཇེ་ཐང་སྡིག་གི་ཐོག་ནས་ད་ཅི། ག་རེ་ཟེར་ན། བོད་རྒྱལ་ཁབ་དང་མི་རིགས་དང་རྩ་དོན་དང་འཐབ་རྩོད་ཀྱི་ཆེད་དུ་ལས་ཡ་དེ་རང་སྲོག་བློས་བཏང་ཉིད་ཅིག་ཡེ་ན་ཅི། གང་ཟག་དེ་ཚོ་ཚང་མ་ག་ལ་དང་གཉའ་སྐྱོ་དང་མཐོང་ཆུང་དང་རང་དབང་དང་བདེ་སྐྱིད། ཨ་ན་པི་ལ་རྟག་ཏུ་ཨ་ན་ལུང་སུ་སྤྱོད་ཡ་གི་ཐོག་ལས་ཚང་མ་ག་བཙན་དབང་དང་བཙན་འཕྲོག་གི་འོག་ལས་ཡ་དང་ཅིག་མ་ཉེས་ཁ་ཡོག་བྱེད་ནས་ཨ་ན་ཅིག་བདེ་སྐྱིད་རང་དབང་མ་སྤྲད་ཡ་གི་ཐོག་ནས། ཐབས་བཅུ་པོ་བཞི་པོ་ཞིག་ཆགས་འདི་རོགས་ད། ལྷག་པར་དུ་ཡང་ད་ཅི་ཕྱོགས་གཅིག་ལ་ནི་གུང་ཁྲན་ཏང་གི་ད་གཙོ་བོ་དེ་གུང་ཁྲན་ཏང་གི་ནུས་ཤུགས་རེད། གཉིས་པ་དེ་ནི་ད་ཅི་གུང་ཁྲན་ཏང་གི་བརྒྱུད་ནས་ནི་ད་ད་ཀོ་གི་ཡིག་ཚང་ཚིག་བེད་ཀྱི་བཀའ་ཤག་ཏུ་སུ་ལ་ནུས་ཤུགས་ཁྲེལ་ནས་ནི་གང་བྱེད་མི་བྱེད། ནི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ནི་ཅི་རང་བཙན་འཐབ་རྩོད་པ་དང་ནི་ཅི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལ་ཡ་ནི་སྡུག་དཀའ་ལས་རྒྱབ་ཉེན་དུ་ཚོད་ཚང་མ་ག་ལ་ད་ཅི། གཉའ་བརྒྱུད་དུ་མཐོང་ཆུང་དང་ནི་ཁྱི་སེར་དང་བདུད་ཚུལ་ལས་ཏེ་གཡག་སྐར་དུ་གཡོན་བརྒྱུད་བྱེད་ཤོ་ཨ་སེ་ད་གུང་ཁྲན་ཏང་གི་སྐ་རེད་སང་དྲན་གི་འདུག་རོགས། རྒྱུན་རིང་གཅིག་གི་ཐོག་ལ་ཤེས་པ་ཡིན་ན་སིང་ད་ད་དང་དེ་སོང་དུས་ཚོད་འདི་ལ་ང་ཚོ་བོད་མི་རིགས་ཀྱི་ཆེད་དུ་བོད་རྩ་དོན་གྱི་ཆེད་དུ་བོད་ཀྱི་འཐབ་རྩོད་ཀྱི་ཆེད་དུ་ལས་ཀ་བྱེད་ངེས་ད་བོད་བཙན་བྱོལ་སྒྲིག་འཛུགས་ནས་ཡོད་པའི་གི་ད་བོད་པ་བྱེད་རོགས་ད་མུང་ཆུ་ཤོད་ཅིག་རེད་ད་ཐ་ན་དངོས་གནས་དུ་ཡང་ད་དུས་ཚོད་གཅིག་ལ་ཀུ་ཨ་ནི་གཅིག

ལྷག་པར་དུ་ཡང་ད་ལྟ་དངོས་ཉོ་ཁྲི་ནས་ཀྱིས་ང་ཚོའི་སྤྱི་ཚོགས་ནང་ལོ་ལོན་ལས་ཀ་བྱེད་སྟངས་ཀྱི་ཐོག་ལ་རྒྱ་གཞུང་འདི་འདྲ་ཅིག་གིས་གོང་ས་ཀྱི་ཐོག་ལས་ཡག་ད་ཅིག་བསང་ཚུལ་དང་གོམས་ཚུལ་གྱི་ཐོག་ཅེས་མང་མོ་ཅིག་བཤད་འདི་ནས་འདི་ཚོ་ཚང་མ་ག་ལས་ཡག་ད་ཅིག་གང་བྱེད་མི་བྱེད་ཀོ་གཉའ་སྐྱོད་དང་དུང་སོང་ལྟ་ཡག་ད་ཅིག་ད་རི་ག་ཚོ་ཉི་མ་གཅིག་གཉིས་ཙམ་མ་རེད་འོ་དེ་འདྲ་ཅིག་རེད། དེ་འདྲ་ཡིན་དུས་ཨ་ནེ་ཀྱིས་ལྷག་པར་དུ་ཡང་ང་ཚོ་བོད་བཙན་བྱོལ་སྒྲིག་འཛུགས་ནང་ལོ་ལོ་ཆགས་ཆགས་པ་ཡིན་ན་ད་གུང་ཁྲན་ཏང་ལས་པའི་བརྡ་ལན་ཡག་པོ་ཞིག་བྲིས་དགོས་པར་ད་གུ་ཚུགས་ཀྱི་ཡོད་ད་ང་ཚོས་ཀྱི་ཆུ་ཚོད་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཆུ་ཚོད་ཀྱི་བཀའ་སྲུང་གཅིག་སྒྲུག་དེ་ང་ཚོས་བྱེད་ཀྱི་ཡོད་ད་ཟེར་ག་འདྲ་བྱེད་ཀྱི་ཡོད་ཟེར་ལབ་པ་ན་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལས་རང་སྲུང་བློས་གཏོང་གཉིས་ཀྱི་རང་བཙན་འཐབ་རྩོད་པ་དེ་གཅིག

འཇིགས་སྐུལ་གཅིག་དང་མི་རིགས་གཅིག་དང་རྩ་དོན་གཅིག་གི་ཐོག་ལས་ཡག་དེ་དངོས་གནས་རང་དབང་དང་བདེ་སྐྱིད་དགོས་ཀྱི་ཡོད་སེམས་ངེས་དེ་ཚོ་ཚང་མ་ག་ལ་ང་ཚོ་གིས་དེ་འདྲི་གཅིག་གི་ཐོག་ནས་མ་གནོན་ཤུགས་དེ་འདྲི་གཅིག་སྤྲད་ཀྱི་ཡོད་ད་ཟེར། ཁྱོད་ཚོ་གི་བཀའ་ང་ཚོ་གིས་ཉན་གྱི་ཡོད་ད་ཟེར་ཡག་གི་ཐོག་ལ་ཁོ་ཚོ་ཕར་བརྡ་ལན་དེ་སྤྲད་དགོས་རོ་དོན་དག་རྡོ་ཐོག་འདིར་ད། དེ་རྡོ་འདག་དེ་རྡོ་ཐོག་ཏུ་སྤྲད་པ་ཡིན་ན་ཁོ་ཚོ་གིས་ཚེ་གཅིག་ག་འདྲ་བྱེད་ཀྱི་ཡོད་མེད་ང་ཚོ་གིས་ད། སྤྱི་ལོ་གཅིག་སྟོང་དགུ་བརྒྱ།

སང་ཉིན་ཡག་པོ་ཞིག་གཏོང་སྨྲ་ཞིག་དོན་གོ་སྦྱིན་པ་ནི་ངོ་མྱོང་པའི་ངང་ཚུལ་གྱི་ལས་ཀ་དེ་མགོ་བཏུམ་པ་ནི་སྨད་པ་ནས་པའི་དམ་བུའི་ཆུ་ལ་ཨ་སྤྲོ་ལོ་ཟེར་ཏེ་སྤྲོ་ལོ་ལབ་དུས་ང་ལང་ཀ་ག་འདྲ་ཞིག་འགྲོ་དགོས་ལས་ཀ་ག་རེ་བྱེད་དགོས་ཀྱི་ཡོད་མེད་འདི་གསོལ་གྱི་ཐོག་ལ་མ་བྱས་ག་དུས་ཡིན་པ་ཡིན་ན་ཡང་ངོ་མྱོང་དྲན་ཅིག་ལམ་ལོག་པ་གཅིག་ལ་ཅོང་ཅོང་འགྲོ་སྟེ་ལས་ཀ་ལོག་པ་ཅོང་ཅོང་ཞིག་བྱས་པ་ཡིན་ན་སྤྱི་ཚོགས་འདི་ཐེལ་ཚེ་འབུད་ཚེ་ཆགས་ཙམ་མ་གཏོགས་སུ་སུ་ཡང་མི་ཚེ་གི་འགྲོ་ལམ་ད་ག་གེ་བསྟན་ཡ་ཡ་མ་ད་ན་སྤུ་གུ་ནས་བསྟན་ཡ་མེད་ན་ག་གེ་བསྟན་ཡ་མེད་ངོ་མྱོང་དྲན

ཡིན་པ་ཡིན་ན་ཨ་ནི་རྒྱ་གར་ནས་ཚེ་དེ་འདྲ་ཅིག་ད་གྲྭ་བ་ཡིན་ན་བླ་མ་ཡིན་ན་ཨའུ་མི་ནག་ནས་སྔོན་ཉལ་གྲོལ་ནས་ཕ་བོད་ལ་འགྲོ་དེ་ཡུལ་ནང་ཆུ་དུས་པ་ལ་སྔོན་ཉལ་གྲོལ་ནས་ཟླ་བ་ཟླ་བ་ལ་ཕུག་བསྒྲིག་དགོས་རེད་འཛམ་བུ་གླིང་འདི་ནང་ལ་རྒྱ་ནག་ཀུན་རོགས་ཞིང་ཆེན་བསྒྱུར་རྗེས་ག་ཚད་ཡོད་པ་ནས་དེ་ཚོ་ཚང་མ་གར་ཡུལ་སྐོར་སྤྲོ་འཆམ་བྲིས་དགོས་རེད་ཨ་ནི་མི་རྒན་པ་སྤྱི་ལོ་སྐྱིད་སྡོང་དགུ་བརྒྱ་ལྔ་བཅུ་ང་དགུ་ཀ་ཀོ་ལ་གླེང་མཁན་དེ་ཚོ་ཡིན་པ་ཡིན་ན་དེ་ཚོ་ཚང་མ་གར་ཟླ་བ་ཟླ་བ་ལ་ཕུག་བསྒྲིག་དགོས་རེད།

ཨ་ནི་དེ་འདྲ་ཅི་ཡིན་དེ་ད་ཅི་བསམ་སྲིད་ཙམ་གྱིས་ཞུས་པ་ཡིན་མ་གཏོགས་ཡང་ཅི་ད་ཅི་ཞི་དྲག་ཞི་དྲག་ཅེས་ཆ་ཤས་དང་ཆ་སྣང་གིས་དེ་འདྲ་ཅིག་གི་ཐོག་ནས་ཅི་ཞུ་བ་ཅི་རྩ་བ་ནས་མེད་ག་སྐད་མེད་དེ་འདྲ་ཞིག་འདི་ད་བསམ་སྲིད་ཙམ་གྱིས་ཞུས་བཞག་ན་ས་བྲལ་སོང་འོང་དེ་འདྲ་ཡིན་དུས་རྣམ་པ་ཚོ་ཚང་མ་ག་སྐུ་གཟུགས་བདེ་ཐང་དང་བྱ་བ་ལང་འགྲོ་ཉི་མའི་ཚེ་རིང་བ་ཡང་གི་སྨིན་གྲོལ་ཤུགས་ཀྱིས་བཀྲ་ཤིས་བདེ་ལེགས་ཡ།